ཉེས་པ་ཀུན་ལས་ནོངས་འགྲོ་ཞེས་དེ་ཀུན་གྱི་རྗེས་འབབ་པོ་སེམས་ཅན་ཀུན་གྱི་གཉེན་གཅིག་པའི་ཐོབ་བྱེད་ཆེ་ལ་ཤངས་ཚེ་ལོ། དེ་ནས་ཚང་མ་ལ་ཚོགས་འདྲི་བྱེད་ཡིན། ད་དེ་རིང་ང་ཚོ་གར་སོང་བ་རེད་ཆེས་མཐུན་གཉིས་པ་རེད། ཨ་ནི་ད་ཆེས་མཐུན་གཉིས་པ་དེ་གཙོ་བོ་དེ་གར་སོང་བ་རེད་སྒོ་དྲུག་བྱ་སའི་འཁོར་ཡུག་དང་ད།

ད་དཔེར་ན་ང་ཚོ་བློ་ཞུགས་བྱེད་མཁན་གཅིག་གིས་ངེད་ནས་བཤད་པ་ཡིན་ན། དཀའ་ངལ་ཆེ་ཤོས་གཅིག་གཉིས་ཡོད་རེད། ཨ་ནི་དཀའ་ངལ་གཅིག་དེ་ག་རེ་ཡོད་རེད་བས་ཟེར་ན། དེ་ནི་སོ་སོའི་སེམས་པ་དེ་གཙོ་བོ་དེ་བློ་ཞུགས་ཀྱི་ཐུགས་ལ་མ་གནས་ཡ་དེ་དཀའ་ངལ་གཅིག་རེད། བློ་ཞུགས་ཀྱི་ཐུགས་ལ་བས་ཏན་ཏན་གནས་མ་ཐོག་ཡ་དེ་དཀའ་ངལ་གཅིག་རེད། ཨ་ནི་དཀའ་ངལ་གཞན་པ་གཅིག་དེ་ག་རེ་སོགས་རེད། ལྗོངས་བཤའ་མཇུག་གི་དན་རྟགས་དེ་བེད་དུ་འཁོར་བའི་ལོ་ཚོད་ལོངས་སུ་སྤྱད་འགྲོ་ཡ། འདི། དཀའ་ངལ་གཉིས་པ་དེ་རེད། དེ་ནི། སོ་སོའི་གི་བློ་སྦྱོང་གང་བྱས་པ་ཡིན་ན་ཡང་བློ་སྦྱོང་བྱས་རྗེས་གི་ལྗོངས་བཤའི་དན་རྟགས་གི་ཐོག་ལ། སེམས་རྣལ་མ་ཐོག་ཡ་དང། ཨ་ནི་ཡང་ཏོག་ཟིག་ཅིག་བློ་སྦྱོང་བྱས་ཐོག་པ་ཡིན་ན་ཡང་དུས་དན་རྟགས་དེ་གི་དེ་དེ་སྲིད་རིང་པོ་མ་འགྲོ་བར་བྱས་ནས་སྤྱད་འགྲོ་ཡ། དེ་རྐང་གཉིས་སྙིང་པོ་དེ་གཙོ་བོ་ག་རེ་གི་སེང་ཐུག་གི་རེད་ཟེར་ན། ང་རོ་ང་ཚོ་དང་དེ་གནས་སྐབས་འཆད་ཁྲིད་བྱས་བྱང་ཆུབ་ཀྱི་ནི་ག་སུ་བྱེད་ནས་ཟེར་ན་མི་འདུག་ཨ་ནི་སེང་རྩེ་གཅིག་པའི་ཏིང་ངེ་འཛི་གསུང་ནོར་བཏང་པ་འདི་གི་ཐོག་ནས་དཀའ་ངལ་དེ་ཚད་ཐུག་ཡོད་རེད། དེ་ཡིན་པའི་སྦྱིན་སྲེག་ག་རེ་ཟེར་ན། ང་ཚོ་དང་དེ་འཆད་ཁྲིད་བྱས་བྱང་ཆུབ་ཀྱི་འདི་འཆད་ཁྲིད་དེ་གཙོ་བོ་དེ་སེམས་དམིགས་པའི་ཐོག་ལ་བརྟན་པོ་གནས་ཡང་དེ། སེམས་དམིགས་པ་གཅིག་གི་ཐོག་ལ་བརྟན་པོ་གནས་ཡང་དེ། བརྩོན་འདེད་བྱས་ནས་སྒོང་དགོས་ཀྱི་ཡོད་རེད་བརྩོན་འདེད་བྱས་ནས་སྒོང་གི་ཡོད་རེད། དེ་བརྩོན་འདེད་བྱས་ནས་སྒོང་ཡང་དེ་གི་ཕན་ཐོགས་ག་རེ་ཡོད་རེད་ཟེར་ན། ཁ་ཚུར་ཤུས་པ་ན་ཞིག་ཁ་ཚུར་ཆུས་སུ་ཤུས་པ་ན་ཞིག། སོ་སྲིད་ཀྱི་སེམས་དེ་ག་རེ་བཟོ་གི་རེད་བརྟན་པོ་ཞིག་གི་བཟོ་ཐུབ་ཀྱི་རེད། སོ་སྲིད་སེམས་པ་དེ་བརྟན་པོ་ཆགས་པ་ཡིན་ན། དེ་སེམས་པ་དེ་བརྟན་པོ་ཆགས་སོང་ན་དེ་སེམས་པ་དེ། བློ་གཞུང་ལ་སོགས་པའི

ང་ཚོ་ད་རིང་འཆད་ཁྲིད་བྱེད་ཡག་གི་གར་བཟོ་བ་རེད་བཙན་བྱིས་པའི་སྒང་འདི་གི་ཕན་ཐོག་གར་ཡོད་རེད་ཟེར་ན་བློ་སྦྱོང་བྱེད་མཁན་གཅིག་གི་ཐོག་ལ་སྐད་ཆ་བཤད་པ་ཡིན་ན་ཕན་ཐོག་ཞེ་བོ་གཅིག་ཆེན་པོ་ཡོད་རེད་ཕན་ཐོག་བླ་ཆེན་ཡོད་རེད། དེ་དེ་གཅིག་རེད། ད་ང་ཚོ་གར་བཟོ་བ་རེད་ཡོ་ཆི། མི་ཚེ་གི་འཚོ་བའི་ཐོག་ལ་ང་ཚོ་དཀའ་ངལ་ཆེ་ཤོས་ཅི་ག་རེ་ཡོད་རེད་ཟེར་ན་དཀའ་ངལ་ཆེ་ཤོས་ཅི་དེ་དཔེར་ན་ཆ་བཞག་ན་སོ་སོའི་གི་ག་སོགས་རེད་ཁོར་ཡུག་གི་ཐོག་ནས་དཀའ་ངལ་འཕྲད་ཡ། ཡང་ཅིག་ལས་དོན་གྱི་ཐོག་ནས་དཀའ་ངལ་འཕྲད་ཡ། མི་དང་མི་ཡི་བར་ནས་འབྲེལ་བའི་ཐོག་ནས་དཀའ་ངལ་འཕྲད་ཅེས་སེམས་པ་འཁྲུག་བསྡད་ཡ་ཅིག་ཡོད་རེད། དེ་སེམས་པ་འཁྲུག་བསྡད་པ་དེ་གས་དེ

མ་འགྱངས་འགྲོ་གི་རེད། དེ་ནང་བཞིན་བྱས་ནས། འཚོ་བའི་མི་ཚེ་གི་ནང་ལ་ང་ཚོ་དེ་ཉིན་རེའི་འཚོ་བའི་ནང་གི། སོ་སོའི་གི་དཀའ་ངལ་མང་པོ་འཕྲད་རྗེས་དེ་ནི་བའི་སེམས་པ་ཡང་འཁྲུལ་པ་དང། དེ་འདྲིས་ཆགས་བསྡད་པའི་གནད་འགག་དེ་ལ། དེའི་གི་སྔོན་ནས་སྤྲོ་ནས་ཁ་ཡས་ལ་ཡས་གི་ཁ་ཐུག་སྨད་ཡིག་སོང་འདྲ་བོ་དེ། ཨ་ནི་སེམས་ཚེགས་བྱིས་པའི་འཇུག་སྒོ་ཆེ་ཡ། དེ་ཆགས་བསྡད་ཡོད་རེད། དེ་གི་ཐུག་ནས་ཞི་བ་གཅིག་གི་ཕན་ཐོག་ཡོད་རེད། དེ་འདྲིས་མི་གནས་ཀྱིས་ང་རོ་སོ་ག་རུ་སོ་བ་རེད། ཨ་ནི།

ཨཱ་ནི། ཅེས་སེང་ཞེས་བ་ནི་པའི་ཐག། འདི་བྲིས་ཀྱི་འཇུག་སྒོ་རྩེ་གཅིག་པའི་ཏིང་ངེ་འཛིན། འདི་འདྲའི་དགོངས་ཡོད་ཀྱི་རྩ་ནི། འདི་སོགས་ཀྱི་པའི་ཁ་ཡིག་ལ་ཡི་གེ་ཕན་ཐོགས་ཡོད་རེད། ཁ་ཡིག་ལ་ཡི་གེ་ཕན་ཐོགས་ཡོད་རེད། དེ་འདྲའི་ཡི་གེའི་རྩ་ནི། ང་རོ་སོ་ད་རེས་ཤེས་བྱ་འཇུག་གི། ཨཱ་ནི་སྒོ་ཁྲིད་འདི། ཨཱ་ནི་ག་རེ་སོ་བ་རེད། ཡོང། འདི་བྱེད་པ་ཡིན་ན་ག་རེ་ཕན་གི་རེད། ཨཱ་ལི་ཁོ་རོ་ཚེ་ཕྱི་མ་ལ་སོགས་ནོར་བཏང་མི་དགོས་པ་བྱེད། ཁ་ཡིག་ལ་ཡོད་ཀྱི་ལ་སོ་སོའི། ཉིན་རེའི་གི་འཚོ་བའི་ཐོག་ལ། ཕན་ཐོགས་ག་རེ་ཡོད་རེད། ག་སོགས་བློ་གཞུག་གཞན་དུ་གཞན་གྱི་ཐུགས་ལ་ཕན་ཐོགས་ག་རེ་ཡོད་རེད། དེ་སོགས་ཀྱི་གནད་དོན་དེ་གས་དེ་ལྟོས་ཟིག་ཅིག་ཨ་ནི། གོ་བ་འདྲ་པོ་ཅིག་གླེང་ཐོགས་པ་ཡིན་ན་ཨ་ནི། དམ་ལྡན་འདིས་གིས་འགོ་ཁྲིད་འདི། སོ་སོ་གིས་ཉི་མ་རེ་རེ་བཞིན་དུ་བེད་སྤྱད་དོན་ནི་དགོན་བ་ལ་དབྱིན་ཡོང་གི་རེད་ཟེར་བ། དེའི་དན་རྟགས་ལ་ལྟ་ན་ངས་གར་སོགས་རེད་ཞུས་བས་དེ་རེད། དེ་ནི། དྲང་པོ་འདྲ་པོ་ཅིག་ཞུས་པ་ཡིན་ན།

ལྕགས་ལ་གཙང་ཆེན་པོ་ཅིག་ཡིན་ན་ཡང། དེ་རི་མཐོང་མ་མཐོང་ཡང་དེ་འདྲའི་ཡོང་གི་འདུག་བ། ཡིན་གཅིག་མིན་གཅིག་མི་ལ་ཡོད་པའི་ལྕགས་ལ་གང་ཅི་བྱས་ན་ཡང་བཟོ་ངན་ལ་མ་ཐེབས་པ། དེའི་ཡག་གང་མཐོང། སོ་སི་སོ་སོ་ལ་ཡོད་པའི་ལྕགས་ལ་དེ་གལ་ཆེན་པོ་ཞུ་བ་ཅིག་ཡིན་ན་ཡང་ཀ་འགའ་རེ་ལ། གཅིག་ནོར་བུའི་ནོར་ཉོག་མ་བྱས་པ་འདྲ་བོ་དེ་འདྲའི་ཡོང་གི་ཡོད་རེད། ངས་ད་འདི་ཞུས་ཡ་དེ། འདི། དཔེ་མ་ཟིག་གི་གནད་འགག་ཆེན་པོ་ཆགས་འདུག་ཡོད་རེད། ད་ལྟའི། ཐོག་མ། ག་སོགས་རེད། སྔས་འགྲོ་གི་ཚུལ་དུ་ཞུས་ཡ་དེ་ཡིན། ད་ད་རིང་ང་ཚོ། འགོ་ཁྲིད། འདི་བྱས་འོང་འདི་ག་ལ། སྒོ་དྲུག་བྱ་ཟིག་གི་འཁོར་ཡུག་དང་ནི། ཟས་བཅུད་སོགས་ཉིན་རེའི་འཚོ་བ་ཇི་ལྟར་བསྟན་ཚུལ་གསལ་བ་དེ་རེད། དེ་ནས་དང་འདི་ལ་དང་པོའོ། སྒོ་དྲུག་བྱ་ཟིག་གི་འཁོར་ཡུག་དང་དེ་འབྲེལ་སྐད་ཆ་བཤད་འོང་དུས་འདི་འཁོར་ཡུག་ཅེས་པའི་སྐད་ཆ་བཤད་དགོས་བ་མ་རེད། ཕྱི་རོལ་གྱི་འཁོར་ཡུག་ལ་མཚོན་དགོས་བའི་བྱ་བྱེད་ཅི་ཡོད་རེད། དགོངས་ཉུང་ལས་བྱེད་ངས་གང་ཟག་ཁོ་རང་གི་སོ་སྲིད་ཀྱི་དཔེ་ནས་ག་སོགས་རེད་རྗེས་ལ་མཚོན་དགོས་ཡག་གི་བྱ་བྱེད་ཅིག་གཉིས་ཡོད་རེད།

ཁོ་རང་པས་ཉིན་མ་གཅིག་གི་ལས་ཀ་དེ། དགོང་ཉོ་ལེ་འུ་ཐུག་ལ་ལས་ཀ་དེ། དེ་མ་གཏོགས་ལས་སྡེ་གཞན་མ་མེད་ངེས། དེ་འདྲིས་ཀྱི་མི་སེར་གྱི་མགོ་གྲུ་འུ་ཐུག་ལ་རྩེད་འདྲེ་བྱས་ནས་འབད་རྩོལ་བྱེད་ངེས། དེ་འདྲིས་ཡིན་ན་ན། ཨ་ནི་མཐུན་པའི་ཡིན་ན་ནན་སི་ཏི་ཀ་ལོ། མཐུན་པའི་ཡིན་ན་ནན་སི་ཏི་ཀ་ལོ་ཆ་ཆེ་དང་པོ་དེ་གར་ཚོང་དགོས་རེད་ཟེར་ན། གནས་དེ་རེད། གནས་དེ་ག་འདྲི་ཞིག་ཚང་དགོས་རེད་ཟེར་ན། དཔེར་ན་ཆ་བཞག་ན་ང་ཚོ། ས་བཞག་གི་རིགས་འགའ་ཞིག།

པི་ཏག་ག་ཡོ་རེ་ཡ་ག་ཡོ་རེ། དེ་འདྲི་ཅིག་དེ་ཀ་ལ། སྙིང་གི་སྐྱེས་བུ་སྟོང་པ་དུ་སོ་གི་པེ་ག་སོ་རེ་ཞི་འཇིག་ལ་སག་གི་གནས། ཁོ་རང་སོ་གནས་དེ་ལ་སྒོ་དྲུག་བྱེད་ཅེས་རྟོག་པ་རྙེད་བྱ་འཇུག་དང་འཇིག་གི་གནས། དེ་འདྲི་གི་སོང་འགྲོ་བ་པེ་ན་ཆགས་ཤེ་ན་ང་ཚོ་ད་ཅི། སྐྱ་ངུ་མུ་ཆེ་བཞུད་ས་གི་འདབ་ལོ་ས་ར་འདྲ་བ་དང་འདྲི་ཡིན་ན་པེ་ཏི་གནས་རྩ་ཆེན་པོ་བཞུར་རོ།

གནས་དབེན་པ་ཞིག་དགོས་རེད། དཔེར་ན་ཆ་ཞེ་ན། ཉི་མའི་སྐུ་ལ་དཔེ་སྐྱེ་བོ་མང་པོ་མེད་ས། དཔེ་སྒྲ་ཆུང་ཆུང་ཡིན་ས། ཨ་ནི་ལྷག་པར་དུ་དཔེ་ཆེ་སྒྲ་དང་དེ་འདྲའི་ཡུལ་ཤུལ་ཆེན་པོ་མེད་ས། དེ་རྗེས་ཀྱི་གནས་དཔེ་ལྷིང་འཇགས། གནས་དབེན་པ་ཉིན་མཚན་གཉིས་ཀ་ལ་དཔེ་དབེན་པའི་གནས། ལྷིང་འཇགས་ཀྱི་གནས། དེ་འདྲའི་ཅིག་ཡིན་པ་ཡིན་ན། ད་དེ་ལ་ག་རེ་གསུང་དགོས་བ་རེད་ཟེར་ན་གནས་བཟང་བ། གནས་བཟུང་བ། དེ་འདྲའི་བརྩི་གོ་བ་རེད། ཨ་ནི་ལྷག་པར་དུ་ང་ཚོ་གནས་དབེན་པ་འདྲ་བོ་དེ་འདྲས་ཡིན་ན་ཡང། དེ་ལ་གར་སོ་བ་རེད། སེམས་ཅན་གར་སོ་བ་རེད་ཅེས། མི་དང་མི་མ་ཡིན་པའི་སེམས་ཅན་གྱི་གནས་པ། གནས་པ་མི་སྐྱེ་ས་གི་གནས། ཁོར་ཡུག་གི་ཆ་ནས་གར་སོ་བ་རེད་ཡང་ཅིས་ང་ཚོ། ཅིས་ཕྱོགས་ཀུན་དང། དེ་འདྲས་ཀྱི་དཀའ་ངལ་མི་འཕྲད་ས་གི་གནས། སོ་སོའི་སེམས་པ་གནས་དེ་ལ་གནས་པ་ཡིན་ན་དཔེ། བློ་བདེ་བོ་སྐྱེས་ནས་དཔེ་ཞི་བདེ་ལྷིང་འཇགས་གི་ཐོག་ནས་གནས་ཐུབ་ས་གི་གནས། དོན་གྱི་དགུ་གོ་བ་རེད། ད་དེ་ང་ཚོ་ཅི། ག་རེ་ཟོ་བ་རེད་ཏིང་ངེ་འཛིན་དགུ་ངེས་ཀྱི་གནས་ཀྱི་གནས་བཟུང་བ་ཟེར་ཡ་གི་ཆ་ཆེ་ཅི་རེད་དེ་ཆགས་བསྡད་ཡོད་རེད། ད་ཡོང་ང་ཚོ་ག་རེ་ཟོ་བ་རེད་ཅི་ཤ་ལེ་ལི་ཕེབས་དགུ་ངེས། རེད་བ། ནོར་མིན་ཚོགས་ཡིག་ཐོག་ནས་ལས་ཀ་བྱེད་དགུ་ངེས། དེ་འདྲའི་གི་ཞིག་ཡིན་ན་གནས་དེ་གས་དེ་ལས་སླ་བོ་ཚང་ཐུག་གི་མ་དེ་མ་ཚུགས་ན་ཡང་ངེས་པར་དུ་ཚང་དགུ་གོ་ཡོད་རེད་ཟེར་གོ་བ་མ་རེད་ཚང་པ་ཡིན་ན་ཕུན་སུ་ཚོགས་པའི་ཡ་ལག་དེ་འདྲའི་མ་ཚོགས་ན་ཡིན་ན་ཡང་དེ་ནི་གནས་ཀྱི་ཆ་ཆེན་འདྲ་བོ་དེ། ག་རེ་གསུངས་དགོས་བ་རེད་ཟེར་ནས་དཔེ་ན་ཆགས་བཞག་ན་ཁ་རྩོམ་གཉིས་ཆུད་ཟོས་བྱས་པ་ཡིན་པ། ང་ཚོ་སོ་སོའི་སྡེ་སང་ཁོར་ཡུག་གྱི་དྲུང་དུ་དྲུང་ཆེ་གངས་རྗེ་གཅིག་ལ་གནས་བསྡད་ཡོད་ན་ཡང། སེམས་རྩེ་སྐྱིད་པོའི་གཏིང་རིང་དུ་སྒོ་སག་གནས་བསྡད་དེ་ཚེ་འདྲ་བོ་དེ་ཞོ་སྐད་ཅེས་ཐོས་པ་ཡིན་ན། དེ་ཁོར་ཡུག་གི་ཆ་ཆེན་འདྲ་བོ་དེ་ལྗིད་ཐེམ་པ་འདྲ་བོ་ཅིག་ཡོད་རེད་དཔེ་ན་དྲུང་ཆེ་འདྲ་བོ་ཅིག་ལ་གནས་བསྡད་ཡིན་ན་ཡང་ཞོ་སྐད་ལ་དཔེ་ལྷིང་འཇགས་ཡོད་རེད་མོ་དྲག་ཏུ་སོ་ཕག་འགྲོ་ངེས་མེད་པ། མེ་ཡང་འགྲོ་ངེས་མེད་པ། པའི་འཇང་དེ་དེ་དབེན་པ་འདྲ་བོ་གཅིག་ཡོད་དེ་ག་ལོ་དེ་ཚེས་དེ་དེ་འདྲའི་གཅིག་གི་ཐོག་ལ་གདོང་ཐོག་པ་ཡིན་ན་དཔེ་མ་སྲིད་ཀྱི་ཡག་པོ་ཡོད་རེད་ངས་ཞུ་ཡག་དེ་སྤྱི་བཏང་ང་ཚོ་སྤྱི་སྒོ་དྲུག་བཅག་ས་གི་དེ་ཚེས་ཀྱི་ཆ་ནས་ཅུང་ཆེ་བ་སྐད་ཡོད་མ་རེད་དེ་ཡིན་ན་ཡང་ང་རོ་སོ་ལས་དུམ་བུ་བའི་གང་ཟག་དུམ་བུ་དུམ་བུ་དགོད་བྲོ་འདི་འདྲའི་བྱེད་ངེས་ཀྱི་གང་ཟག་དུ་སོ་དེ་ཚེས་དེ་གཞུང་སྐད་གདོང་ཐོག་དགོས་ན་གདོང་ཐོག་པ་ཡིན་ན་དེ་དཔེ་མ་སྲིད་གནད་འགག་ཆེན་པོ་ཆགས་དུས་ཡོད་རེད་ཨོ་དེ་ཞོད་ཅིག་བྱེད་ག་རེ་རེད་ཟེར་ན།

སེམས་པ་བརྟན་ཡོང་པའི་ཁ་རྩང་གིས་ང་ཚོ་གཅིག་ཉི་མ་གཅིག་ལ་སེམས་འཁྲུག་པ་འདི་འདྲི་གི་དཀའ་ངལ་གང་འདྲའི་འདྲ་ཀྱི་ཤུལ་ཆེན་པོ་ཅིག་འཕྲད་དེ་ཡོད་ན་ཡང་རྡོ་སྐུ་གཉིས་ཀྱིས་ཉེ་ས་དེ་ག་ལ་ཞོ་ཁའི་ཡར་ལངས་འོང་དེ་ག་ལ་དེ་འདྲི་གི་སེམས་འཁྲུག་པ་ཆགས་འདུག་ར་བ་དེ་དེ་ཨ་ལས་གནས་ཁག་ཅིག་ལ་བསྟི་ས་བསྟི་འཇུག་གི་ཆ་ནས་ཆུང་བ་ཡོད་རེད། གནས་དེ་འདྲི་གཅིག་ལ་ནི་དེ་སྲིད་དེ་འདྲི་གཅིག་ལ་ང་ཚོ་གཅིག་སྒོམ་སྒྲུབ་གི་འཁོར་ཡུག་དེ་དེ་འདྲི་གཅིག་ལ་གདོང་ཐོག་པ་ཡིན་ན་ད་སོ་སོ་སྡེ་སར་གི་གནས་དེ་གྲོང་དུ་གྲོང་ཆེ་ག་རེ་ཡིན་ན་ཡང་ཆད་པ་གལ་ཡོད་མ་རེད། དེ་དང་པོ། གནས་དེ་དེ་རེད། ནི་གནས་ཀྱི་ཆ་ནས་གནས་སྐད་ཆ་དེ་དེ་རེད། དེ་ནི་ས་བཟུང་བ་སྲིད་ངན་བཅུ་རེད་ད་འདི་སྤྱི་པ་འདྲ་བོ་རེད་ཁོ་གར་སོང་བའི། སྒོ་དྲུག་དངོས་གནས་པའི་དེ་ཆེད་དུ་གཉིས་ནི་སྒོ་དྲུག་ལ་བཙན་ངན་གྱི་གང་ཟག་ཞིག་ཡིན་ན། ས་ཆ་ག་བཟུང་འདྲ་བོ་འདུག་སུ་ཡོང་ང་ཚོ་ས་ཆ་འགའ་ཞིག་ས་ཆ་སྡུག་ཅག། ས་ཆ་རང་གི་ཐོག་ནས་ན་ས་བཅད་ངན། ཡང་ཁོར་ཡུག་གི་ཆ་ནས་གར་སོང་ཚ་བ་དང་དུ་འཇིག་གི་ཐོག་ནས། གར་སོང་རེད་མི་འཚོ་མི་འཚོ་གནས་བཅས་པ་ལ་དཀའ་ངལ་འཕྲད་ས། དེ་འདྲིའི་གཞི་ཡིན་ན་སྒོ་དྲུག་བཅད་ས་ནི་གནས་མི་རུང་བ་རེད། དེ། ཨ་ནི། ས་བཟུང་བ་སྲིད་ཀྱི་ཆགས་དུས་རེས་གནས་ཀྱི། ཨ་ནི་ཅི་དྲུག་བཟུང་བ། ད་དྲུག་བཟུང་སྲིད་པའི་སྐབས་ལ་དཔེར་ན་ཆགས་ཤེ་ན། གནས་དབེན་པ་འདྲ་བོ་དེ་འདྲའི་ལ་འགྲོ་ནས་སྒོ་དྲུག་བྱེད་དགོས་ཀྱི་ཡོད་ན། དཔེར་ན་སོ་སོ་གི་ཅི་སྒོམ་བརྒྱ་རུ་རོགས་པ་ཆིག་གྲོགས་འདྲ་བོ་དེ་འདྲའི་དགོས་ཀྱི་ཡོད་ན་དེ་སུ་རྟ་དྲུག་མཐུན་པོ། འབྲེལ་བ་ཡག་པོ་ཡོད་ངེས། དེ་འདྲས་བྱས་དེ་འདྲས་ཀྱི་གྲོགས་དུ་ལྷན་ཅིག་གནས་ཐོབ་པ་ཡིན་ན་ཡག་པོ་རེད་ངེས་པར་དུ་དྲུག་དགོས་ཀྱི་རེད་ཟེར་གོ་བ་མ་རེད་གལ་སྲིད་བྱུང་བ་ཡིན་ན་ཨ་ནི་དེ་འདྲས་འདྲ་བོ་ཡོང་ན་ཡག་གི་ཡོད་རེད་ཟེར་བ་ད་དེ་ཚོ་གནད་འགག་ཆུང་ཆུང་རེད་དོ་བ།

གཅིག་ཁོར་ཡུག་གང་འདྲའི་ཆེ་ན་ང་ཚོ་མི་འཚོ་གནས་མི་ཐུབ་པའི་ཁོར་ཡུག་དུ་སུ་ལ་ཡང་ཁོ་རུ་གནས་ཐུབ་ཀྱི་ཡོད་རེད། ང་ཚོ་སྒོ་དྲུག་བྱེད་ངེས་ཀྱི་ལས་དང་པོ་བའི་གང་ཟག་དག་སུ་ཡིན་ན། གནས་དབེན་པ་ཞིག་སྒུག་གི་ཡོད་པ་གང་ཞིག་ཅེས་ལ། ཆ་ཆེན་གཉིས་པ་དེ་ག་རུ་སྒུག་གི་རེད་ཟེར་ན་སོ་སོ་ལ་ཉིན་རེ་བཞིན་གཅིག་ལྟོ་གིས་ལྟོ་སུ་དང་འཚོ་བའི་ཐོག་ལ་རུ་བ། འཚོ་བ་དེ་གས་ཏེ་རྟ་བདེ་བོ་ཐོག་ནས་རག་ཐུབ་ངེས་ཞིག་དགོས་རེད་མ་གཏོགས་དེ་རག་མ་ཐུབ་པ་ཡིན་ན་གནས་ཐུབ་ཀྱི་མ་རུ་བ། ཅེས་དང་འཚོ་ཐུབ་ཀྱི་མ་རུ་བ། དེ་འདྲས་ཞིག་སྒུག་གི་ཡོད་རེད། དེ་ནས་ཆ་ཆེ་གཅིག་ག་རུ་སྒུག་རེད་ཟེར་ན་རྣལ་འབྱོར་བདེ་བའི་ཡོ་བྱད་དེ་གསུངས་པ་རེད་རྣལ་འབྱོར་བདེ་བའི་ཡོ་བྱད་ཟེར་དེ་ག་ལ་གཙོ་བོ་དེ།

གཉིས་གཉིས་ཡོང་ཆོག་གི་རེད། གཅིག་དེ། དམིགས་བསལ་གྱི་སྐོར་དཔེ་དགོངས་ཉུང་ལས་རྩ་འགྲེལ་གྱི་ནི་བྱེད་ངེས་ཀྱི་གང་ཟག་ཅིག་ཡིན་ན། ཆ་བྱད་དེ་གིས་ཏེ་གཞུས་ལུས་ནི་ཤེས་པ་ན་ཞིག་ཏག་ཏག་ཚད། ཚད། ཚད་དུ་ལྡན་པ་ཅིག་བྱུང་ན་དཔེ་བལྟ་བ་ཡོད་རེད། དེ་མ་ཡིན་པའི་གི་ཡང་ང་ཚོ་ཅིག་ག་བཟོ་གི་རེད། སོ་སོའི་གི། གྲོང་དུ་གྲོང་ཆེན་ནང་ལ་གནས་བསྡད་ཡོད་ངེས། ནང་མི་དང་ཉོ་གནས་དགོས་ངེས། ཁ་གྲ་ཐག་མེད་ངེས་དེ་འདྲ་ཡིན་ན། གཞུང་ལུགས་ནས་བཤད་པའི་ཆ་བྱད་དེ་གས་དེ་ཏག་ཏག་བས་བརྒྱ་ཆ་བརྒྱ་ཚོང་མ་ཐོབ་པ་ཡིན་ན་ཡང་དེ་དང་མཐུན་པ་གཅིག་ཚོང་པ་ཡིན་ན་འགྲིག་གི་ཡོད་རེད། ཡང་འདི་ནི་གོ་ལོང་མ་ཐེ་བ་བྱེད་དགོས་དོགས་ག་རེ་ཟེར་ན། ཆ་བྱད་དེ་གས་དེ་མ་ཚོང་བ་ཡིན་ན་ཁྱོད་ནི། སེམས་རྩེ་སྐྱིད་པའི་སྒོང་དེ་བཀྱགས་པ་ཡིན་ན་ཕན་ཐོགས་ཡོང་གི་མ་རེད་པས་དེ་སྐྱེས་ཐུབ་ཀྱི་མ་རེད་པས་དེ་འདྲའི་ས་ནི་མ་རེད། ཆ་བྱད་པའི་ཚད་མཐོ་ཤོས་དེ་གཞུང་ལུགས་ནས་བཤད་པ་ལྟར་དེ་ཆ་བྱད་དེ་གས་དེ་སོ་སོ་ལ་ཚོང་ཐོབ་པ་ཡིན་ན་དེའི་ཐོག་ནས་ཡང་གཅིག་ག་རེ་སོགས་རེད་ཡར་རྒྱས་ཡིན་ན་འགྲོ་བདེ་བ།

རེད་བ། མི་སྲིད་གི་ཞེ་ནས་རྩ་འགྲེལ་གྱིས་ནི་གོ་གི་ཡིན་ཟེར་ངེས་དེ་འདྲི་ཡིན་ན། འདས་པ་ཆུང་བ་དུ་ཆོས་ཤེས་པ་ཟེར་ཡ་དེ་ཁོ་རོ་རྒྱུད་འདི་ལ་གོ་ཡོད་རེད། དཔེར་ན་རྒྱུད་འདི་ལ་ཉི་མ་གཅིག་གཉིས་མ་ཡིན་པ་ཁོ་རོ་རྒྱུད་འདི་ལ་དེ་གསུང་ནོ་དེ་ཡོག་གོ་རེད། སོ་སོ་ལ་གང་ཡོད་པ་ཟེར་གི་གནས་མ་ག་རེ་ཡོད་ན་ཡང་ད་ལྟ་ཡོད་པ་དེ་གི་མཚོན་པ་བྱེད་ཡ་དེ་ལ་འདས་པ་ཆུང་བ། རེད་བ། མ་རེད། ད་ལྟ་ཡོད་པ་དེ་གི་མཚོན་པ་བྱེད་ཡ་དེ་ལ་ཆོས་ཤེས་པ་ལ་ད་འདས་པ་ཆུང་བ་ཟེར་དེ་ག་ལ་ག་རེ་བཟོ་གི་ཡོད་རེད་ཟེར་ན། ཨེ། ག་སོགས་རེད། སོ་སོ་ལ་མོས་བདེ་ངེས་ཀྱི་ཅེས་ཟེར་གི་གནས་མ་ལ་སོགས་པ་དུ་སུ་སྒུག་འདུག་ཟེར་ཡ་དེ་འདྲས་ཀྱི་ཞེན་ཆགས་ཤུགས་ཆེན་པོ་མེད་ངེས། དེ་འདྲས་ཅིག་ལ་བདེ་བ་ཆུང་བ། ཡོད་བདེ་བ་དེ་གི་ཚིམ་པ་དེ་ལ་ཆོག་ཤེས་པ་ཟེར་དགོས་བ་རེད། དེ་ཡོད་པ་ཡིན་ན་ཕན་ཐོགས་དེ་ག་རེ་ཡོད་རེད། དེ་ཡོད་ན་ཕན་ཐོགས་དེ་ག་རེ་ཡོད་རེད་ཟེར་ན། ང་ཚོ་སེམས་རྩེ་གཅིག་པའི་འཇུག་སྒོ་བྱེད་ངེས་དུ་སོགས་ཀྱི་སེམས་དམིགས་བདེ་ཐུག་ལ་གནས་མ་ཐོགས་ཡ་གི་དཀའ་ངལ་བཟོ་ངེས་གཉིས་དེ་རེད།

དེ་འདྲ་ཡིན་ཏེ། འདས་ཆོས་ཆོས་ཤེས་ཟེར་ཡག་གི་གསུང་ནོར་དེ་ཡོད་པ་ཡིན་ན་ནི། སེམས་པ་གང་བློ་བཞུགས་བྱེད་ས་གི་གནས་དེར་ལྷན་ནས་གནས་གི་རེད། དེ་ཡིན་ཏེ་སྒང་རྒྱ་དེ་རྩ་ནས་ཡང་ནི་པའི་ག་སོབ་རེད། སེམས་རྨི་ལྟས་ཀྱི་ཐུགས་ལ་བ་ཞག་འོང་དེ་ག་ལོ། ནི་རྨི་ལྟས་ལས་གཡོ་དེ་ཤི་རོ་ལ་ཁྲིད་མ་འགྲོ་བ་དེ་ལ་ཆེ་བ་ཆེ་བ་ཆེན་པོ་ཡོད་རེད་བ། ད་ང་ཚོ་དེ་ཆ་བྱད་དང་པོ་དེ་རེད།

ཇག་མང་པོ་སྤུང་བ་དེ་རེད། ཇག་མང་པོ་སྤུང་སྲིད་དེ་དེ་དངོས་གནས་རེད། ད་ང་རོ་སོ་ག་སོང་ནས་བློ་གཞུག་བྱེད་ངེས་དང། འབྲེལ་བ་ཉུང་ལས་བྱེད་ངེས་དང། སེམས་རྩེ་གཅིག་པའི་སྒང་འདི་ཆེད་དུ་གཉིས་ནས་དགོས་ངེས་རེད་བ། ཆེད་ལས་ཀྱི་ཐོག་ནས་ངས་ལས་ཀ་དེ་བྱེད་གི་ཡིན་སྒང་དེ་རྒྱག་གི་ཡིན་བློ་གཞུག་དེ་བྱེད་གི་ཡིན་ཟེར་ངེས་དེ་འདྲས་ཡིན་ན། དངོས་གནས་དྲ་གནས་ཀྱི་ཇག་མང་པོ་དེ་ཁོ་ཉིན་རེ་འཚོ་བའི་ནང་ལ་སྤང་ཐུབ་ན་ཡག་གི་ཡོད་རེད། དཔེར་ན་ཆ་བཞག་ན་ང་ཚོ་ཁྱོད་རང་གི་ཨ་ནི་པའི་གར་སོག་པོ་རེད། དཔེར་ན་ཆ་ཤས་ན་ཁྱོད་རང་གི་ཞོ་སྐད་འདྲ་བོ་ཞིག་ལས་ཀ་འདྲ་འདྲ་མང་པོ་ཅིག་བྱེད་མི་ལ་ཐུབ་ལས་ཀ་འདྲ་འདྲ་མང་པོ་ཅིག་བྱས་ཡོད་ན། དཔེར་ན་ཁྱོད་རང་ཉིས་ལྕགས་ལྟ་བུ་ཅིག་ལ་སེམས་རྩེ་གཅིག་པུས་འཇུག་སྒོ་དེ་བྱས་པ་ཡིན་ན། འཇུག་སྒོ་དེ་སེམས་རྩེ་གཅིག་འཇུག་སྒོ་དེ་མིག་དཔེ་ཐུག་ལ་གནས་ཡ་དེ་ལ་དཀའ་ངལ་ཆེན་པོ་ཡོད་རེད། ག་རེ་ཟེར་ན་ཁྱོད་རང་གི་ཞོ་སྐད་བྱེད་བཞིན་དུ་དེ་ག་དེ་ཅུས་མ་ཐུག་དེར་སོང་ན་གོ་ནི་དེ་བྲལ་ཡོང་གི་རེད། ངས་ལས་ཀ་འདི་བྱས་པ་ཡིས་འདི

རེད་བ། ཡང་ཅིག་དེའི་ཐོག་ནས་སེམས་པ་ཡོད་པའི་འཕྲུལ་དེ་བ་འདུལ་ག་གཟིགས་བྱུང་ཡོང་ན་ཡང། གཉིས་ཀྱི་གོས་འགྲོ་དེའི་སྐལ་དེ་གི་ཐོག་ནས་དེ་གི་དེ་གི་བ་ས་ལ་ཅིག་ཆད་སོང་རེད་བ། གཉིས་ཀྱི་ཆ་ནས་ཁོ་རང་ཤི་གི་དེ་གི་འགག་སོང་རེད་བ། འགག་འགྲོ་དེ་ཞུ་སྐལ་ཡག་ཅིག་ལང་ཡོང་དེའི་སྐལ། དཔའ་མཚམས་ལ་གཉིས་གི་འདིར་དེ་ག་རོ་ཅིག་དེ་སེ་རིང་པོར་འགྲོ་དེའི་སྐལ་དེ་གི་ཁ་ཚང་གི་གནས་ཚུལ་དེ་གི་དེ་མང་ཆེ་བ་ཅིག། ཁ་ཚང་དགུང་ཟླ་ནང་ཤི་ཅིག་ནི་ཤུགས་ཆེན་པོ་མེད་བ།

ད་ཁ་པར་ནང་ལ་དཔེ་ན་ཆགས་ཤིག་ན་ལྟད་མོ་ལྟ་ཡག་སོང་འདྲ་པོ་འདུག་རྩེད་མོ་རྩེ་ཡག་སོང་འདྲ་པོ་འདུག་ཅི་རིང་པོ་བྱེད་ངེས་ཅི་ཡིན་ན་དེའི་དེ་ཟས་དེ་ལ་ལོ་གཞུག་འཁོར་རོ་ལོ་གཞུག་གི་དེ་ཟས་ཚང་མ་དེ་བཀག་བཞག་རོ་བ་དེ་འཁོར་རོ་ངེས་ཚིག་དེ་བས་ཧ་གོ་བར་བ། ད་ཁ་པར་དེ་ཕར་བཞག་ནས་སེམས་པ་དེ་ལོ་གཞུག་འཁོར་ལ་བསྡད་བསྡད་ཙམ་ལས་ཡང་བརྟན་པོ་བསྡད་ཐུབ་བ་མ་རེད་དེ་གི།

ཡང་དེ་ལ་དཔག་པའི་འཁོར་བ་མཐུན་པའི་ཆ་གཅིག་ཚང་ཞིག་འདུག་བ། དེ་འདྲའི་གོ་རུ་ཞིག་བྱུང་བ་ཡིན་ན་དཔེ་མ་ཟིན་གི་ཡག་པོ་ཡོད་རེད། ད་དེ་གི། ཨ་ནི་འདས་པ་ཆུང་བ་ཆུ་ཞེས་པ་བྱ་བ་མང་པོ་སྤོང་བ་ད་ཐ་མ་དེ་གར་ཆགས་འདོད་རེད་ཟེར་ན། འདས་པ་ལ་སོགས་པའི་རྣོ་རྟུག་སྤོང་བ་དེ་རེད། ད་འདས་པ་ལ་སོགས་པའི་རྣོ་རྟུག་སྤོང་བ་དེ་དང་གི་བྱ་བ་སྤོང་སྲིད་པའི་སྐབས་ལ་ང་ཚོ་སོ་སོས་ཀྱི་གར་སོགས་ལི་པོ་འགེལ་བཅུག་ཏུ་ནས་བྱ་བ་བྱེད་ཡ་དེ་རེད། རྣོ་རྟུག་སྤོང་སྲིད་པའི་སྐབས་ལ་གར་སྲུང་དགོས་རེད་ཟེར་ན་སྲུང་ནོར་མང་པོ་འཁོར་ཡ་དེ་རེད་ད། གོ་བདེ་པོ་ཐུག་ནས་ཞུས་པ་ཡིན་ན།

མདོ་ཁུངས་གཉིས་བརྐུས་ཚར་བ་ཡིན་ཙང་ནི་དེའི་བ་ས་ལ་དེ་ལ་ཁ་ཚང་ནང་བཞིན་གྱི་ནི། དཔེ་དེ་སེམས་པ་འཁྲུགས་དེ་ངས་དེ་ཚོ་ཡོད་གང་ལ་གང་ཚང། བསྟི་ས་བསྟི་འཇོག་གི་ཐོག་ནས་མ་ཞི་འགྲོ་གི་ཡོད་པ། དེ་འདྲིའི་གི་ཐོག་ནས་ཞོ་སྐད་ལ་དགོད་སྒྲུག་བྱས་ཐོག་པ་ཡིན་ན་དེ་སྲིད་གི་ཆ་ནས་བྱས་པ་ཡིན་ན་དཔེ་མ་ཟིན་གི་ཡག་པོ་ཡོད་རེད། དེ་འདྲ་ཡིན་དུས་ང་ཚོ་གཅིག་གཉིས་ཀྱིས་སེམས་འཁྲུགས་པ་ཟིན་གི་དེ་མ་ཞི་ཡ་དེ་རུང་བཞིག་ཤི་སོང་ར་བ། ད་ནངས་ང་ཚོ་སེམས་རྩེ་གཅིག་པོས་སྒོ་དྲུག་གི་ཐོག་ནས་མ་ཞི་བ་དེ་ཁོ་ཆེད་མངགས་དམིགས་བསལ་གྱི་འབད་བརྩོན་གྱི་ཐོག་ནས་ཞི་གི་ཡོད་དེ་ག་ལ་དཔེ་ན་ཆ་ཤས་ནས་ང་ཚོ་ཟླ་བ་གཅིག་སྒོ་དྲུག་བྱེད་ཐུབ་མཁན་གཅིག་ནི་རྒྱུན་མ་ཆད་པ་གཅིག་ནི་ཟླ་བ་གཅིག་སྒོ་དྲུག་བྱེད་ཐུབ་མཁན་གཅིག་ཡིན་ན། དེས་གར་ཕན་ཐོག་གི་རེད་ཟེར་ན་སེམས་པ་མ་ཅིག་སེམས་ཞི་བ་མེད་ཡ་ལ་དངོས་གསལ་དེ་བོ་གིས་ང་ཚོ་ག་ས་འཇི་བ་འགྲོ་ཐུབ་ཡ། ཨ་ནི་ཟླ་བ་གཉིས་གསུམ་དེ་འདྲའི་མུ་མཐུད་ནས་སྒོ་ངེས་ཡིན་ན། ཨ་ནི་གནས་མ་ཡིན་ན་པའི་གནས་ཚུལ་སྐྱེས་ཆུང་ཆུང་ཞིག་འཆད་པ་ཡིན་ན་ཡང་སེམས་པ་འཁྲུལ་འགྲོ་ངེས་དེ་སྐད་དེ། ཨ་ནི་དེ་སྐད་དེ་འཁྲུལ་མི་ཐོག་གི་སུ་བྱ་ཡ། ཁོའི་སེམས་པ་བློ་རྩ་བརྟན་པོ་བྱ་ཡ། བློ་གཞུག་གི་ཐུགས་ལ་ཡིན་ན་ཡང་ཁོའི་སེམས་པ་བརྟན་པོ་གནས་ཡ། དྲན་པ་ཡིན་ན་ཡང་པའི་གར་སོ་བ་རེ་གནས་མ་ཨ་ནི་ལོ་ཚོ་ལོ་ཚོ་བརྗེས་འགྲོ་ངེས་དེ་སྐད་དེ་བརྗེས་མི་ཐོག་ཡ། དེ་འདྲིའི་གི་ཆ་ནི་ཨ་ནི་ཕན་ཐོག་ཡོད་རེད། ད་མཐའ་མ་ཅིག་ག་རེ་ཡོད་རེད་ཟེར་ན་སྒོ་དྲུག་བཅད་ངེས་གི་གང་ཟག་ཅིག་ན་ཟས་བཅུད་སྐྱེ་སྟངས་དེ་ཞེ་དྲག་གལ་ཆེན་པོ་བརྩི་དགོས་བ་རེད། ང་ཚོ་ཟས་བཅུད་དེ་ག་རེ་སོ་བ་རེད།